ཟླ་བ་གསུམ། བཙོན་ཁང་ནང་ལ་ད་ཡལ་གྱིས་ཐག་གཅོད་བྱས་ཤགས། རང་གནས་ཚུལ་དེ་ནི་བོད་པའི་མི་དེ་མིང་ལ། བསྟན་འཛིན་ནོར་བུ། New York། བསྟན་འཛིན་ནོར་བུ་བྱས། ཨ་ནི་དེ་ཙམ་མ་ཡིན་པའི་ཁོ། ཆད་པ། ཨ་རིག་གི་བྲོ་ལ། སྟོང་དྲག། བརྒྱ་དང་བདུན་ཅུ་འབུམ་གཅིག་དང་སྟོང་ཕྲག་བདུན་ཅུ་གྱིས་ཆད་པ་བྱས། ཁོ་ལ་སྐྱབས་བཞག་དེའི་རྒྱུ་མཚན་འདི་ལྟེ་རེ་བཞག། ད་ལྟ་མི་ཚོགས་འགའ་ཡས་ཀྱི་ལས་ཀ་དེ་བྱས་ནས་ནི་དེ་ལ་ཅིག་རྫུན་མ་བཤད་པ་དེ་ཚོ་བཅུས་ར་བ་འདི་གི་རེ་བཞག་ར་བ། ད་ཁོ་གྲགས་ཅན་པ་ཡིན་ན་ཁྱོད་ཀྱིས།

ཁོ་རང་གི Clients ཡོད་ར་ལས་ཀ་བྱེད་ཀྱི་ཁར་ས་ཁོ་རང་གི་དཔེ་ཤ་ཟ་ས་ཀྱི་མི་ཡོད་ར་ད་དེ་བོད་པ་ཡིན་པ་ཡིན་ནས་རེད་ད་མི་རིགས་གཞན་པ་ཡིན་པ་ཡིན་ནས་རེད་དེ་ཞེས་ར་གསལ་བོ་ཐེབས་མི་འདུག་ར། དེ་མི་གྲྭ་ཚན་གཉིས་གཅིག་ལ་དེ་ད་མི་ཕལ་ཆེར་ཉི་ཤུ་རྩ་བཞི་ལ་ར། ཨ་ནི།

འདིའི་ཡིག་ཆ་དེ་ཚོ་ལ་ལྟ་བ་ཡིན་ན་ས་གནས་ནོར་བུས་ཀྱི་ལས་ཀ་བྱས་ཏེ་སྐྱབས་བཅོལ་གྱི་ར་ཡ་ཆེད་དུ་ད་ཁོ་རང་ལ་མ་ལྟ་ཁོ་རང་གི་མི་ཁ་ཤས་སྐྱབས་བཅོལ་སྒོ་ལ་ངས་དེ་ཚོ་ལ་རོགས་པ་བྱས་ཡོད་ར་བ་ཨ་འདིའི་ཀྱི་ཆེད་དུ་ཨ་ནི་ཁྱོད་ཀྱི Application འབྱོར་ར་སྐྱབས་བཅོལ་ཞུ་ས་ཀྱི་ཤུ་གུ་དེ་ཨ་ནི་ཤུ་གུ་རྫུན་མ་དེ་འདྲས་བཙོང་ཡ་བྱས་ར་བ།

ཨ་ནི་ད་ལྟ་ཁྲིམས་ཁང་གི་ཐོག་ནས་བྱས་ཏེ། ད་ལྟ་ཁྲིམས་ཁང་ནང་ལོགས་ལ་སྐད་ཆ་བཤད་དེ་ད་སྐྱབས་བཅོལ་བསྒོ་ཡོད་ལ་ངས་དེ་ཚོ་ཨ་ནི་བོད་པ་ཡིན་པ་ར། ཨ་ནི།

གནས་ཚུལ་འདི་དོན་འདི་ད་ལྟ་སྤྱི་ཟླ་བཅུ་པའི་གི་ཚེས་ཉི་ཤུ་རྩ་གཉིས་ལ་ཐོན་རྒྱུ་རེད། ལན། དེ་རེད་ད་ཁྱོད་ཀྱི་སྐྱག་རྫུན་ནོར་བུ་ལ་ངས་འདི་སྐྱག་རྫུན་ཞེའུ་ཅིག་བཤད་འདུག་ཨ། ཨང་ཁྱོད་ཀྱིས་ལས་ཀ་གཅིག་འདི་བྱེད་གི་འདུག་ཨ་ཁོ་རང་གི་ཀ་སི་ཏོ་མ་ཡོད་ར་ད། དཔེ་ཤ་ཟ་ཟ་གི་མི་སྐྱབས་བཅོལ་ར་ཡས་ཀྱི་འབད་བརྩོན་བྱེད་གི་ལ་ངས་བརྗོད་ར་ད་ད་ལྟ་ཨ་རི་ལ། འོང། དེ་ཚོ་ལ་ཁྱོད་ཀྱིས་བསླབ་ནས་སླ་འདུག་ད་ཁ་ནས་སླ་བས་སྦྱོར་ར། ད་དྲི་བ་དེ་འདྲ་བསྐྱུར་ན་སྐྱག་རྫུན་འདི་བཤད་འདི་བཤད་ལ་སྦྱོར་ར། འོ་འདི་གི་ཐོག་ནས་ཅིག་ཉེས་པ་ཕོག་གོ་ཨེ་དེ། སྐྱག་རྫུན་གྱི་སྒྲོམ་སླ་བས་འདི་གི་ཐོག་ནས་ཅིག། ཨ་ནི་གཉིས་པ་དེ་ལ་ཨ་ནི་ཡིག་ཆ་དེ་ཚོ་རྫུན་མ་ཡིན་པ fake identification documents ཡིག་ཆ་དེ་ཚོ་རྫུན་མ་ཡིན་རྒྱུ་ལ་གཉིས། ཨ་འདི་གཉིས་གཉིས་ཁྱོད་ཀྱིས་སྐྲའི་གི་ཆེད་དུ་ཁྱོད་ཀྱིས་དཔེ་ཤག་ཅིག་གླེང་དགོས་ར། འོང་དེ་གི་ཐོག་ནས་ཨ་ནི་ཁོ་ད་ལྟ་ཙོང་ཁ་ནལ་ཐ་ཤཱས་ཞོན་དེ་ནིའུ་ཡོག་ལ་ར། ད་ལྟ་ནོར་བུ་གིས་ཨ་ནི་ད་ལྟའི་གི་རྙོག་དྲ་ཇི་ཡོད་ར་ད་ད་ལྟ་སྐྱབས་བཅོལ་མ་ཡིན་པ་གི་ད་མི་ཚོང་རྒྱ་བ་ལ་གོ་ར་ཡིན་ཡ། མི་ཚོགས་རྒྱ་ཡིག་གི་རྙོག་དྲ་འདི་སྐད་ཆ་འདི་ཀླད་དུ་བཅངས་པ་ལ་ཨ་ནེ་ནོར་བུ་འདི་ཨ་རི་ནས་མགྱོགས་པོ་མགྱོགས་པོ་ལ་ཀ་ན་ཀྲ་ལ་བྲོས་འགྲོ་ཤགས་རེད་བ། ཨ་ནེ་ཀ་ན་ཀྲ་ལ་བྲོས་འགྲོ་བ་ཡིན་ནས་ཨ་ནེ་ཁོ་ཏག་ཀ་ན་ཀྲ་དང་ཨ་རི་གི་བར་ལ་ཅིག་ཁོ་རང་ཚོས་ཀྱི་ཕ་ཚོས་སྐད་ཆ་ཁམས་དུས་ཀྱི་ལས་ཀ་བྱེད་རོགས་ཨ་འདི་ཀྱི་ཐོག་ནས་ཨ་ནེ་ཁོ

སྐྱབས་བཅོལ་ཞུ་ཡིག་ལ་ཉེར་གཅིག་ཞིག་ལ་ལྔ་སྟོང་འཇིག། གུ་མོ་སྒྲོལ་ལ་ལྔ་སྟོང་འཇིག་ལན་བྱ་ཟེར་བ་དེ། ཕོམ་བཟོས་ཉེས་དེ་ཁོ་རང་བྱས། ཨ་ནི Application རྫུན་མ་དེ་ཡ་སྐྱེས་ཉེས་དེ་ཁོ་རང་རེད་བྱ་ཟེར་བ། ད་དེ་གི་ཐོག་ནས་ཚང་མ་དུག་རྩིས་ནི་ཨ་ནི། ད་ལྟ་བར་དུ་ཁྱོད་ཀྱིས་ཅིག། མི་ཚོང་རྒྱ་སྐྱོགས་དང་སྐྱག་རྫུན་བཤད་སྐྱོགས་དང་དེ་ཚོའི་གི་ཐོག་ནས་ཚང་མ་རྩིས་སྤྲོད་བརྩམས་པ་ལ་ཁྱོད་ཀྱིས་ཧ་གོ་ས་ལ། ཨ་རིག་གི་འགྲོ་ལ་འབུམ་གཅིག་དང་སྟོང་ཕྲག་བདུན་ཅུ་ཁྱོད་ཀྱི་འདུག་ས་ཤཱས་ལ་ནི་ཨ་ནི་ཡི་ཟ་སྐྱོ་དེའི་ལས་ཟ་ཡིན་ལ་ནི་ཁོ་རང་གི་ནོར་འཁྲུལ་དེ་ཁས་ལེན་བྱེད་ཤཱས།

ནི། ཁ་ཤས་རྟགས་དངོས་གནས་རྟགས་འདི་རེད་ད་ད་ད་དུང་ད་ག་རང་གི་ཐོག་ནས་ཆེ་བས་ན་ར། ཁ་ཤས་དངོས་གནས་སྐྱབས་བཅོལ་ར་ཡ་གི། ཨ་ནི་སུ་སུ་ལ་ཐོབ་ཐང་དེ་འདུག་ར་གོ་སྐབས་དེ་འདུག། ཡིན་པ་ཡིན་ན་ཡང་ཨ་ནི་ནུ་བོད་ཀྱི་སྐྱག་རྫུན་བཤད་ནས་སྐྱག་རྫུན་ལབ་སྐྱོ་དེ་གི་ཐོག་ནས། ཨ་ནེ་ཡིས་ཁོ་ལ། ཅིག་མི་མང་པོ་ཅིག་ལ་སྐྱབས་བཅོལ་རག་མི་འདུག་ག་ཅི་ལ་ན་ད་ལྟ་མི་ཕྲ་མ་ཤེས་ཉེས་དེ་གིས་སྦྲུམ་ལོག་པ་སྦྲུམ་ལོག་པ་དེ་འདྲས་བསླབས་ཡོད་རོ། སྐྱག་རྫུན་བཤད་རྒྱོ་བོད་ནས་དེ་འདྲས་ཉངས་སུ་རྒྱ་མི་གིས་དེ་འདྲས་ཀྱི་ཐད་ཤར་སྟངས་སོ་ལ་ཡ་དེ་སྦྲུམ་སྦྲུམ་རྫུན་མ་དེ་འདྲས་བསླབས་ནི་ཨ་ནེ་ཡིས་དངོས་གནས་ཀྱིས་ཅིག་སྐྱབས་བཅོལ་རག་ཡ་གི་གོ་སྐབས་ཡོད་པ་ཡིན་ནའི་དེ་ཡིས

ཐོག་ནས། ཁ་ཤས་ལ་དངོས་གནས་ཀྱི་སྐྱབས་བཅོལ་རལ་གྱིས་སོ་སོ་ལ་ཐོབ་ཐང་མེད་པ་མི་བརྩེ་གི་ཁ་ལ་འོ་རེ་རྙོག་དྲ་དེ་འདྲས་མེད་པ་ཡིན་ནས་སྐྱབས་བཅོལ་རག་དགོས་ཨེ་ཅིག་འདུག་ཨ་ད་དེ་སྐྱག་རྫུན་ལབ་སྐྱོག་དེ་གི་ཁ་ཤས་དངོས་གནས་ཀྱི་སྐྱབས་བཅོལ་རག་དགོས་ངེས་དེ་ཚོ་ལ་མ་རག་བ་ལ་ནི་ད་ད་བོད་པའི་གི་མིང་གཅིག་གིས་སྐྱོ། ད་དངོས་གནས་བོད་པ་ཡིན་ན་དངོས་གནས་ཡིན་ན་ད་བོད་པ་ཡིན་གྱིར་ད་བོད་པ་ཁ་ཤས་མི་ཚོང་རྒྱག་གི་འདུག་ཨ། མིང་བྲིས་ཡ་ཕྱིན་ན་ནོར་བུ་ལ་འདུག་ཨ། ཨ་འདི་ཡི་ཐོག་ནས་རྙོག་དྲ་ཆེན་པོ་ཅིག་ཆགས་ཤགས་ལ་ཡིན་པ། ནི། ད་ལྟ། ད་གལ་ཆེན་པོ་དེ་ག་རེ་རེད་ལ་ན་ད། རྒྱལ་ཁབ་ཅིག་གི་གཞུང་ལ་ཁྲིམས་ཅིག་ཡོད་རེད་ར། རྒྱལ་ཁབ་ཅིག་གི་མི་གཞན་པ་དེ་འདྲའི། སྐྱབས་བཅོལ་སྟེགས་ཡོད་ན་ཨ་ནི་དེ་ཡིས། སྙིང་རྗེ་གི་ཐོག་ནས་སྟེགས་བོ་རེད་འདི་ཐོབ་ཐང་ཡོད་ལ་ཡ་དེ་མ་རེད་ར་བ། སྙིང་རྗེ་གི་ཐོག་ནས་ཨ་ནི་ཁྱེད་རང་ཚོ་ལ་དཀའ་ཉེ་དེ་འདྲའི་འཕྲད་ཤགས་ལ་ནི་འདུགས་འདུགས་ཕྱིན་ནི་སྟེགས་བོ་རེད་ད་སྐྱབས་བཅོལ་ལ་ཡ་དེ་ལ་ཁག་གཉིས་ཡོད་ར་ད་ང་རང་གི་རྩིས་ཐང་དེ་ལ་ཁག་གཉིས་རྩིས་ཀྱི་ཡོད་ར་བ། ཁ་གཞན་པ་དེ་འདྲ་ཡོད་ཟེར་བ་ཅིག་ཁ་དང་པོ་དེ་ཆབ་སྲིད་ཀྱི་ཐོག་ནས་རེད་རང་སོ་སོའི་གི་རྒྱལ་ཁབ་གཞན་པ་གི་འཚོ་བ་དང་ནི་སོ་སོའི་རྒྱལ་ཁབ་ནང་ལོག་ལ་གཏུག་པོ་བཏང་བ་ད་ལྟ་བོད་པའི་གི་གནས་ཚུལ་དེ་ཆགས་འགྲོ་གོ་རེད་ར་ང་ཚོ་བོད་པ་ནི་རྒྱལ་ཁབ་ནས་མ་འཕྲོད་རང་འཕྲོད་འཐོར་བ་དང་དེ་འདྲའི་གི་རྐྱེན་གི་ཨ་ནི་སྐྱབས་བཅོལ་ཞུ་ཡས་དེ་གཅིག་ཡོད་རེད་ར། ད་སྐྱབས་བཅོལ་ཞུ་ཡས་ལ་གཉིས་བཅོལ་གཉིས་པ་དེ་གི་དང་པོའི་དེ་གི་མིང་ལ Political Refugee ལབ་གི་རེད་ར། ཆབ་སྲིད་ཀྱི་ཐོག་ནས་སྐྱབས་བཅོལ་ཞུ་བ་དེའི་ལ་སྐོར། གཉིས་པ་དེ་ལ Economic Refugee ལས་བཅོལ་དཔལ་འབྱོར་གྱི་ཐོག་ནས་སྐྱབས་བཅོལ་ཞུ་བ་ལས་བཅོལ། འདི། དཔེར་ན་ཆ་ཤར་བ་ཡིན་ན་ད་ལྟ་ཨ་ཧྥི་རི་ཀ་འདྲ་བོ་ཅིག་གི་རྒྱལ་ཁབ་ནང་ལོགས་ལ་མི་ལ་མུ་གེ་ཐེབས་པ་དང་ཁ་ལག་ཟ་ཡ་མེད་བ་བཅས་དེ་འདྲའི་དེ་འདྲས་ཀྱི་དཔལ་འབྱོར་སྐྱོ་བོ་ཞེ་བོ་ཡོད་ནི་དཀའ་ཉེ་འཕྲད་འགྱུར་དེ་ཚོ་ཡིན་ན་ཨ་ནི་ཡར་རྒྱས་ཅན་གྱི་རྒྱལ་ཁབ་ལ Economic Refugee ལ་ནི་དཔལ་འབྱོར་གྱི་ཐོག་ནས་སྐྱབས་བཅོལ་ཞུ་རྒྱུ་ཡོད་ལ་ནི་འདི་འགྲོ་སྟངས་གཅིག་ཡོད་རེད་ར། བོད་པ་མང་པོ་ཅིག་ད་ལྟ་བོད་ནས་རྒྱ་གར་པ་དང་སླེབས་པའི་དེ་ཨ་ནི་ང་ཚོ་དེ་རེད Political Refugee རེད་ར། ཆབ་སྲིད་ཀྱི་ཐོག་ནས་ང་ཚོ་བཙན་བྱོལ་བ་ཅིག་ཆགས་དགོས། ད་རྒྱ་གར་ནས་ཕྱི་ལ་ཨ་ནི Refugee ཀྱི་ཐོག་ནས་འགྲོ་ཉེན་དེ་ཚོ་ཚང་མ་ལོ་དཔལ་འབྱོར་གྱི་སྐྱབས་བཅོལ་བ་ཆགས་དགོས་ཏེ་ཆབ་སྲིད་ཀྱི་སྐྱབས་བཅོལ་བ་རྩ་བ་ཉིད་ཆགས་དགོས་མ་རེད། ད་ཡིན་པ་ཡིན་ན་ཡང་མང་པོ་ཅིག་གིས་སྒྲུང་གཞན་པ་ཅིག་ཤེས་དགོས་ར། ཨ་ནི། དཔལ་འབྱོར་གྱི་སྐྱབས་བཅོལ་བ་ཡིན་ལ་དེ་ལ་ངོ་ཚ་སྤམས་ཤོག། ཨ་ནི། ཆབ་སྲིད་ཀྱི་སྐྱབས་བཅོལ་བ་ཡིན་ལ་ནི་སྐྱག་རྫུན་བཤད་ནས་ཨ་ནི་བོད་པ་མང་པོ་ཅིག་ལ་གཏུགས་བྱས་ནས་ད་ད་ལྟ་བར་དུ་སྐྱབས་བཅོལ་གྱི status དེ་རག་ནས་དེ་བར་ད་ཡ་རྒྱལ་ཅན་གྱི་རྒྱལ་ཁབ་ལ་དེ་རྒྱ་གར་ཡིན་ངོ་ན་ཁོ་རང་ཡ་རྒྱལ་ཅན་གྱི་རྒྱལ་ཁབ་ཅིག་རེད་ཡིན་ནས་དེ་མ་ཡིན་པའི་གྱི་ད་ད་ད Australia།

སྤེན་པ་ཚེ་རིང་གིས་ཐོག་ནས་ནི་བོད་མི་སུམ་ཅུ་རེ་སུམ་ཅུ་སོ་ལྔ་རེ་གཅིག་དེ་འདྲའི་ཐོག་ཅི་ཨ་རི་ལ་ཁྱེར་ལ་ཨེ་ཏི་ཡའི་མི་ཚོང་གི་སྐད་ཆ་ཅིག་ཆ་གོ་རེ་ར་དེ་མི་ཚོང་རྒྱག་རྒྱུ་ར་ཨ་ནི་བསམ་ཡག་པོ་བཏང་པ་ཡིན་ན་ཨ་རི་ཡིན་ནའི་རེད་ཁ་ན་ཏྲ་ཡིན་ནའི་རེད་ཨ་ནི་རྒྱལ་ཁབ་དེ་འདྲས

ཨཱ་ནི། སྤྱི་འཐུས་གྲོས་ཚོགས་གཏོར་བཤིག་དང་ཡང་དེ་འབྲེལ་གྱི་ལས་ཀ་དེ་འདྲའི་རྐྱང་རྐྱང་བྱེད་དེ་ན་ནི། ཆོས་སུ་ཡོད་མ་རེད་ཞུ་ཡན་པ་ཁྱེད་ཚང་ག་འདྲའི་ཐོག་ནས་ཕྱི་རྒྱལ་དུ་བ་སླེབས་བ་ཡིན་ནས་ཨཱ་ནི་ང་ཚོ་ད་གོང་ས་མཆོག་གི་མཚན་དེ་ག་དུས་ཡིན་ནའི་ཐ་ན་ཚང་རྒྱལ་བོད་ཆོས་བཏང་གོ་རེད་དམངས་ཀྱི་བོད་ཆོས་བཏང་གོ་རེད་དངོས་གནས་སེམས་ལ་གུས་བརྩི་ཡོད་པ་ཡིན་ན་ཨ་ནི་ཡིས་སྐྱག་རྫུན་བཤད་དེ་མཚམས་བཞག་ནས་ཡ་མེད་ན་སྐྱག་རྫུན་བཤད་པ་ཡིན་ནའི་དེས་ཀྱི་གྲུབ་འབྲས་ཀྱི་ཐོག་ནས་སྙུལ་ག་ལ་གང་འཚམས་རག་གི་ཡོད་ན་ཨ་ནི་དེ་ཡས་བེད་སྤྱོད་ལོག་པ་མ་བཏང་ནས་དངོས་གནས་ཨ་ནི་བོད་གཞུང་དེ་ཡག་པོ་བྱེད་ནས་བསྟེན་ཐུ་ཡ་དང་ཨ་ནི་བདེན་པའི་གྱི་ལམ་ལ་འགྲོ་ཐུ་ཡ་བདེན་པའི་ལམ་དེ་ག་རེ་རེད།